ཡིན། ཤིན་ཏུ་བདེན་ཆོག་འགན་འཁུར་དགོས་རེད་བཀའ་ཤག་བཅུ་པོ་རེད་མ་འདུག་ལབ་ཟེར་དེ་ངེས་ནས་ཡིན་གྱི་རེད་ཡིན་ན་ད་ངས་དེ་རིང་འདི་ན་རྩིས་སྤྲད་གི་ཡིན་རྩིས་སྤྲད་བ་དེ་ཡང་པ་དེ་ད་འདི་བཀའ་ཤག་འདི་གི་ཀླད་ཚ་བའི་རྗེས་ཟེར་ཞུས་འཇོག་རེད་དེ་ནི་ཤིན་ཏུ་ཁོག་འགན་འཁོར་བ་དེ་བདེན་པ་རེད་ད་འདི་མདུན་ནོ་ད་ལྟ་དེ་ངོ་བདེན་ནོ་བླ་ཆེན་ཡོངས་སུ་རྫོགས་པ་ལ་མཚོན་དཔེ་བྱས་ནས་སྨན་པས་བྱས་རེད་འདི་ནི་ཤིན་ཏུ་རིགས་གཅིག་གི་པ་དེ་ཚོ་ཚོ་ཚོ་ངོ་བདེན་ནོ་ཤེས་བྱས་ནས་གཏོང་ཉེ་བ་འདུག་ལྟས་ཚེ་མིག་དགུ་ན་མི་ཆོས། ད་ངས་བླ་ཆེན་ལ་ཚིག་གི་འདྲེ་བྱས་རེད་ཟེར་ན་ད་པ་དེ་ཚོ། སྲིད་གཞུང་ཟེར་ན་འདྲ་ཁྱོད་ཀྱི་ག་ལེར་ངས་རྩིས་སྤྲད་གི་ཡོད་རེད་ད་རྩིས་སྤྲད་རུག་ཅིག་ལབ་ན་ལ་ལས་ལྟ་གི་ཡོད་སོང་ད་ལ་ལས་ལྟ་རུག་ཅིག་ངས་རྩིས་སྤྲད་གི་ཡོད་རེད། པ་དེ་ཚོ་ཚོ་ཁྱོད་ལ་དེ་དང་རྣམ་པ་ག་འདྲ་རྒྱ་ཤོད་བྱས་ནས་མ་ལ་རུག་ཚེ་རེད་ཤང་གི་དེ་འདྲ་འདྲ་པོ་ལ་སྐུར་འདེད་བྱས་སོང།

ཅི་དེ་ཡིན་ད་རྩིས་སྤྲད་ཚར་ཡིན་ད། དེ་ཡིན། གཉིས་ནས་ད་ལྟ་སློབ་གྲྭ་སྒོ་ཞོག་གོ་དྲ་ཐོག་སློབ་གྲྭ་དེ་ཉུང་ཡོད་དུ་ཉུང་རྒྱག་སྲིད་ལ་ས་ཤ་རྩེ་ཁྱི། ད་ཁ་ནས་ཅི་གོ་བཤད་ནས་འགྲིག་གི་མི་འདུག་ལག་ལེན་ག་ལ་ཡག་ཁད་གུག་གུག་འདུག་ཕྱི་ནས་སུ་ངན་བྱུང། ད་ང་ཚོ་གི་གནས་སྟངས་དེ་ང་ཚོ་ཤེས་དགོས་ཡ་ཁད་ཆེན་པོ་རེད། ང་ཚོས་ལག་ལེན་དེ་ག་ཚོད་ཅིག་ཁད་གུག་གུག་འདུག་ཁད་གུག་གུག་མི་འདུག་དེ། ཚད་མའི་ཞུ་ངན་དེ་སུ་རེད། ཞུ་ས་དེ་ག་བ་རེད་ལུང་པ་དེ་གི་ཁྲིམས་ག་རེ་ཆགས་ཀྱི་འདུག་དེ་ཚོ་མང་པོ་ཅིག་ལ་ལྟ་དགོས་ཀྱི་ཡོད་རེད་མ་གཏོགས་ཅིག་ང་ཚོའི་གི་ལག་ལེན་ཁད་ལ་ཅིག་ཕྱིན་པ་ཡིན་ན་འགྲོ་འགྲོ་གི་རེད་ད་ག་ད་ང་ཚོའི་གི་གཏན་འགག་ཅིག་མཐོང་བ་ཡིན་ན་འགྲོ་གི་རེད་ཡིན་ནས་དེ་གི་གནས་བབ་དེ་ལྟ་ཆེད་ང་ཚོ་བྱེད་དགོས་ཀྱི་ཡོད་རེད་མ་གཏོགས་ཅིག་གི་ཨ་ནི་ཡང་ཚང་ལོ་ལ་ཡང་ང་ཚོའི་གི། ད་ཆོག་ད་སྤྱི་ཡོངས་ཀྱི་ང་ཚོའི་སྲིད་ཇུས་ག་རེ་ཡིན་པ་དེ་ག་ཚད་ཡིག་ཐོག་དེ་ག་རང་ནས་མ་གསལ་བོ་བཟོས་ཤོག་ཁྱོད་རང་ཅིག་དེ་ཆེ་བས་ཀྱི་བསྒྲགས་གཏམ་གྱི་ནང་ལོགས་ལ། གཞན་པ་འདིས་སྒང་ལ་གོམ་པ་ག་རེ་རྒྱག་དགོས་ཀྱི་ཡོད་རེད་རྒྱག་ཐུབ་ཀྱི་རེད་མ་རེད་ཟེར་ཡ་སྤྱི་ཚོགས་ནང་གླེང་སློང་ཡོང་གི་ཡོད་པ་དེ་ཧ་གོ་གི་ཡོད། བོད་མིའི་སྒྲིག་འཛུགས་ཀྱི་ནུས་པ་དང། བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཚད་དང་བོད་པ་སྒྲིག་འཛུགས་ཀྱི་ཁ་བ་སྙོབ་ཐུབ་ཀྱི་འདུག་མི་འདུག་ཡང་ང་ལ་བསམ་བློ་ཆེན་ཆེན་པོ་རེད་ཡིན་ནའི་འདིའི་གནས་སྟངས་དེ་འདྲི་གཅིག་གི་འོག་ལ་ཡིན་པ་ཡིན་ནའི་ག་ད་ང་ཚོས་འགན་འཁྱེར་དགོས་ཡ་དེ་འཁྱེར་གྱི་ཡིན། མ་འོངས་པ་གཏུག་དགོས་ས་ཅིག་ཐུག་པ་ཡིན་ནའི་གནས་སྟངས་ཆ་ཚང་ཅིག་ང་ཚོའི་འདོད་པ་ཁང་བ་བྱུང་བ་ཡིན་ནའི་གཏུག་དགོས་ས་ང་ཚོས་གཏུག་གི་རེད་བྱས་ནས་ད་ད་བཟོ་གི་ཡིན་ལབ་ཡ་དེ་ནས་གལ་མ་བྱུང། མི་གཉིས་ཀྱི་མིང་བཏོན་སོང། ད་དེ་ག་དེ་ང་ལ་རྒྱབ་སྐྱོར་བྱེད་མཁན་རེད་བྱས་ནས་གསུང་གི་འདུག་ང་ནི། བོད་ཚེ་སྔ་མ་ནས་ལབ་སྟེང་ང་ལ་རྒྱབ་སྐྱོར་བྱེད་མཁན་ངས་ཁྱེད་རང་རྒྱབ་སྐྱོར་བྱེད་རོགས་བྱས་ཟེར་མི་གཅིག་བཀོད་མེད་ད་རིང་འོས་བསྡུ་དེ་ནང་ལོགས་ལ་མི་གཅིག་མི་གཅིག་ལ་ཁ་པར་བཏང་མ་མྱོང་ད་སུས་ག་རེ་བཤད་ཀྱི་ཡོད་ན་མེད་ན། ཡན་གྱི་མེད། ར་ད་ད་པ་དུ་འདུག་ཅིང་བསྡད་དུ་ཡོད་དངོས་ནས་སུ་སུ་སུ་གི་བེད་སྒྲིག་ཚུགས་འདུག་གཟིམ་བྱས། ར་བསྡད་བྱས་ཨ་ནི་དེ་གི་བཀའ་ཤག་ནང་ལོགས་ལེན་ན་ད་རང་ཤུགས་ཇུས་གཏོགས་མ་བྱེད་རོགས་བྱས། ག་ག་དགོས་ཚུལ་ཇུས་གཏོགས་མ་བྱེད་རོགས་བྱས།